རྣམ་པ་ཚོགས་དངོས་དང་བརྒྱུད་པའི་སྒོ་ནས་ཉམས་ཞིབ་གནང་རྒྱུ་ཚང་མ་ལ་དགའ་བསུ་དང་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་གི་ཡོད། དེ་ནས་ད་ང་ཚོ་འདིའི་སྐོར་ནས་མ་བདེན་པ་ཞིག་གི་སྐོར་ལ་ཡང་ངོ་སྤྲོད་ད་དེ་ཡང་ག་རེ་རེད་ཟེར་དུས་གང་ལ་ད་ང་ཚོ་ཁ་ཚང་སྔོན་ལ་ཡང་སྡུག་བསྔལ་བདེན་པའི་སྐོར་ལ་རྣམ་པ་ཚོ་ལ་ཡང་ངོ་སྤྲོད་བྱས་ཡོད། ད་སྡུག་བསྔལ་ལྡན་པའི་དབྱེ་བ་དུ་འགྲོ་ནས་ད་སྡུག་བསྔལ་ལྡན་པའི་རྣམ་པ་དེ། ད་སྡུག་བསྔལ་ལྡན་པའི་རྣམ་པ་དེ་ལ་ཡང་ག་ཚོད་ག་ཚོད་ཅིག་གསུང་གི་ཡོད་རེད་སི་ཏི་གང་ལ་ད་སྡུག་བསྔལ་ལྡན་པའི་རྣམ་པ་དེ་ལ་བཞི་གསུང་གི་འདུག་མི་རྟག་པ། སྡུག་བསྔལ་བ། སྟོང་བ། བདག་མེད་པ་ཟེར་ནས་ད་རྣམ་པ་དེ་ལ་བཞི་གསུང་གི་འདུག་ཁ་སང་སྔ་མ་ནས་ཁྱེད་རང་ཚོ་ལ་ཡང་ད་དེ་རི་མོ་དང་དེ་འདྲའི། མང་པོ་ཅིག་ལབ་ནས་བསྟན་ཡོད་རེད་ཁྱེད་རང་ཚོ་ཡིན་ན་དེ་བཟོ་ཡོད་རེད་དེ་ད་ལྟ་ཡིན་ན་ཁོང་གི་དེ་ཁྱེད་རང་ཚོ་ལ་གཏོང་གི་འདུག་རི་མོ་དེ་འོ་དེ་ག་རེ་རེད་ཟེར་དུས་བདེན་པ་ཞིག་གི་རྣམ་པ་དེ་ལ་དེ་ད་བདེན་པ་ཞིག་གི་རྣམ་པ་ཞིག་གི་ནང་ནས་དང་པོ་ཨ་ནི་བདེན་དངོས་བདེན་པའི་བདེན་དངོས་བདེན་པའི་རྣམ་པ་ཞིག་གི་ནང་ནས་དང་པོ་དེ་ལ་ག་རེ་རེད་ཟེར་དུས་གང་ལ་མི་རྟག་པ་དེ་རེད་འདུག། ད་མི་རྟག་པ་ཟེར་དུས་གང་ལ་གར་རེད་ཟེར་ཁོ་སྐད་ཅིག་སྐད་ཅིག་གིས་འགྱུར་བ་འགྲོ་ཡ་དེ་ལ་འགྱུར་བ་འགྲོ་བའི་ཆུ་ཅིག་ལ་ཡ་མི་རྟག་པ་ཟེར་བརྟན་པོ་མེད་པ་ཁོ་འགྱུར་བ་འགྲོ་བའི་ཆུ་དེ་འདྲི་ཅིག་ལ་ཡ་མི་རྟག་པ་ཟེར་གོ་རེད་ད་ང་ཚོ་དེ་འདྲི་བྱེད་ནི་ཁོ་མི་རྟག་པ་ཟེར་ཡ་དེ་འདི་འདྲི་ཅིག་ཅིག་མང་པོ་ཅིག་བཤད་དགོས་ཡ་གཞུང་མང་པོ་ཅིག་གི་ནང་ལ་འདི་འདྲི་གསུང་དགོས་ཡ་དེ་གར་རེད་ཟེར་ཁོ་སྟོང་དངོས་པོ་གནས་སྟངས་ལས་ཡག་ཁོ་ག་རེ་ཡིན་པ་ཡིན་ན་འདུས་བྱས་ཀྱི་ཆོས་ག་འདྲ་ཅིག་ཡིན་པ་ཡིན་ན་ཡང་མི་རྟག་པ་རེད། མི་རྟག་པ་རེད་ད་ཡིན་ན་ཡང་ང་རོ་ཚོ་མི་རྟག་པ་ཡིན་པ་དང་མི་རྟག་པ་ཡིན་པ་ཤེས་གི་ཡོད་མ་རེད་བ། ད་ལྟ་གཞུང་གི་ནང་ལོགས་ལ་ང་ཚོ་ལ་གསུངས་པ་དེ་ག་རེ་རེད་ཟེར་དེ་གང་ལ་ཡང་ད་གཙོ་བོ་དེ་མི་རྟག་པ་ཡིན་པ་ངོ་སྤྲོད་བྱེད་དགོས་རེད་ད་དོན་ད། མ་དོ་ཡིན་ཡང་སྔར་བཙུགས་པའི་སོ་སོ་གི་ལུས་པོ་ནི་སོ་སོ་ནས་བཟུང་སྟེ་ཚང་མ་དེ་ཁོ་མི་རྟག་པ་ཡིན་པ་དང་འཇིག་འགྲོ་གི་ཡོད་པ་དང་དེ་ཚོ་ཚང་མ་དེ་ཁོ་རང་བཞིན་ཆགས་བདེ་བ་དངོས་པོ་གནས་སྟངས་ཆགས་བདེ་བ་རེད། དེ་ཆགས་བདེ་བ་རེད་ད་སྔར་ཚོའི་ལི་ལ་འུ་ཐོག་ནས་དེ་ཤིང་གི་ཡོད་མ་རེད་ད་དོན་དང་ངོས་ཟིན་གི་ཡོད་མ་རེད། ད་ལྟ་འདི་ཚོའི་ནང་ནས་མ་ཅིག་དེ་འདྲའི་མང་པོ་ཅིག་རི་མོ་འགྲོ་དྲིས་ང་ང་ཚོ་ཡང་དེ་འདྲའི་འགྲོ་བ་བྱེད་ད་དེ་འདྲའི་བྱེད་དགོས་ཡ་ད་གཙོ་བོ་དེ་ང་ཚོ་ལ་མི་རྟག་པ་དེ་ང་ཚོ་ངོས་ཟིན་པའི་ཆེད་དུ་སྨྱོ་དེ་ནི་གསུང་གི་ཡོད་རེད། ད་སྔོན་ལས་དེ་ཅིག། ད་དེ་ནི་ག་རེ་ཡོད་རེད། དེ་གང་དེ་རིགས་རྣམ་པ་ཚོ་ལ་ཡང་ག་རེ་ཞུས་ཡ་ཡིན། དེ་གང་ང་ཚོས་འདི་མདོ་མང་པོ་ཅིག་གི་ནང་ལོགས་ལ་མི་རྟག་པ་མང་པོ་ཅིག་རྟག་དཔེ་དང་དེ་འདྲས་མང་པོ་ཅིག་གསུངས་ཡོད་རེད་དེ་ནང་ནས་མདོ་ཚང་མ་དེ་ང་ཚོ་ཁྱེད་རང་ཚོ་ལ་ཡང་ཅིག་བགྲང་ཐུབ་ཡ་འགྲོ་དེ་དེ་འདྲས་ཡོད་མ་རེད། ཡིན་ན་ཡང། འདི་ནང་ནས་ག་རེ་རེད། མི་རྟག་པ་ཟེར་ཡ་དེ་གལ་ཆེན་པོ་ག་རེ་ཡིན་མིན་དང་པོ། ཅིག། དེ་ནི་དེའི་འོག་དེ་ལ་ཡང་མི་རྟག་པ་ཡིན་པས་ཀྱི་དཔེ་འདི་འོ་ཀར་ཀར་སངས་རྒྱས་བཅོན་ལྡན་འདི་ཀྱི་ཡིན་ན་ཡང་ག་ནས་ག་ནས་སོང་ཡོད་མེད་ད་ད་ནས་ཁྱེད་རང་ཚོ་ལ་ཡི་གེ་ཅིག་སྟོན་སོང་ཨ། དེའི་ནང་ལ་གསར་པོ་ཡོད་རེད། ད་ག་ནས་ཅིག་ནས་གསར་པོ་ཡོད་རེད་དེ་གང་ལ་ད་ད་འདི་གི་ནང་ལོ་ངར་ཚོ་དང་པོ་ཨ་ལས་མི་རྟག་པ་ཡིན་པ་སོ་སོ་ག་ཧ་གོ་ཡ་ད་ཧ་ཅང་གི་གི་ཆེན་པོ་རེད། ད་དེ་གི་ཆེན་པོ་ཡིན་པའི་རྒྱུ་མཚན་དེ་ག་རེད་དེ་ད་འདི་ནང་ལ་རྣམ་པ་ཚོ་དེ། རྟགས་ཁ་ཚ་ང་ཚོ་བདེན་བཞི་མི་རྟག་ཚོ་བཅུ་དྲུག་གི་ནང་ནས་དང་པོ་དེ་ག་རེ་རེད་ཟེར་ན་སྡུག་བསྔལ་བདེན་པའི་རྣམ་པ་བཞི་དེ་རེད། སྡུག་བསྔལ་བདེན་པའི་རྣམ་པ་བཞི་གི་ནང་ནས་དང་པོ་ག་རེ་ཟེར་མི་རྟག་པའི་སྐོར་དེ་རེད། ད་མི་རྟག་པའི་སྐོར་དེ་ལ་ཡ་ཨ་ནི། མི་རྟག་པ་ཟེར་ཡ་དེ་ང་ཚོ་ཧ་གོ་ཡ་དེ་དཔེ་ཧ་གོ་དགོས་ཡ་དེ་དཔེ་གལ་ཆེན་པོ་ཡིན་པ་དེ་ཤིང་གོ་ཡ་དེ་ཧ་གལ་ཆེན་པོ་ཡིན་པ་དེ་དེ་འདི་ནང་ལ་ཨ་ནི་སངས་རྒྱས་བཅོན་ཐབས་འདི་ག་གསུངས་འདུག་ཨ། མྱ་ངན་ལས་འདས་པ་ཆེན་པོ་ལས་ཟེར་དེ་ག་ལ་མདོ་གཅིག་རེད། མྱང་འདས་ཀྱི་མདོ་གཅིག་གི་ནང་ལོགས་ལ། ད་འདས་རྣམ་པ་ཚོ། ཞིང་རྨོ་བ་ཐམས་ཅད་ཀྱི་ནང་ན་སྟོན་གྱི་ལོག་མཆོག་གོ། ད་ཞིང་ཁར་རྨོ་བ་ཟེར་ན་རྣམ་པ་ཚོ། དེ་ཧ་གོ་གི་རེད་བསམ་གྱི་འདུག་རེད་བ་ཡ། ང་ཚོ་འདྲེ་དང་ནད་དང་ད་ཅིག་འདི་ནི་མཚོ་དམག་གི་རིགས་དང་ཚང་མ་དེ་ཁོ་ཞིང་ཁ་ནང་ལོགས་ལས་སྐྱེ་གོ་རེད་མ་གཏོགས།

བཞིན་རྨོ་བ་ཐམས་ཅད་ཀྱི་ནང་ན་སྟོན་གྱི་ལོངས་ཕྱོགས་གོ། ང་ཚོ་བཞིན་ཁ་འདི་འདྲའི་ལོག་རྒྱག་བའི་སྐབས་ལ། བཞིན་ཁ་དེ་འདྲ་བྱས་ནས་ལོག་རྒྱག་བའི་སྐབས་དེ་ལ་ཡང་ག་རེ་ཡོད་རེད་ཟེར་དུས་ཀྱང། དེ་ནས་དང་པོ་ཤི་ལོག། སྐྱིད་སྐྱིད་སྡུག་གི་སྐབས་སུ་བཞིན་ཁ་ནང་ལ་ལོག་གཅིག་རྒྱག་དགོས་རེད། ཨ་ནི་ཨ་ཡར་ལོག་གོ་སྟོན་ལོག་གོ་ཟེར་ནས་ད་དེ་འདྲི་གི་ཞིང་ཁ་པས་ང་ཚོ་དང་པོ་ནས་དང་འབྲས་ལ་སོགས་པ་ཞིང་ཁ་ནང་ལ་མར་མོ་བའི་སྔོན་དེ་ལ་ས་དེ་ཚོ་ཚང་མ་ཡར་ལོག་དགོས་རེད་བ་དེ་ད་ནི་ཁྱེད་རང་ཚོ་ལ་ལྟད་མོ་སྟོན་གི་འདུག་བ་དེ་འོ་དེ་འདྲི་བྱས་ནས་ཡར་ལོག་འོང་དེ་གང་ལ་དེ་སྤྱི་ཁ་ལ་ཡང་དེ་ནང་བཞིན་བྱས་ཨ་ཡར་ཁ་ལ་དེ་འདྲ་བྱས་སྟོན་ཁ་ཡང་དེ་ནང་བཞིན་རེད། དེ་བྱེད་དགོས་བ་རེད། དེ་བྱེད་པ་ཡིན་ན་དེའི་ནང་ནས་ཡང་ཞིང་ཁ་ལ་ཕན་ཐོགས་ཆེ་ཤོས་དང་ཡག་ཤོས་དུ་ག་རེ་ཆགས་ཀྱི་ཡོད་རེད། སྟོན་སྟོན་ཁ་གི་སྟེང་ནས་ཞིང་ཁ་ནང་ལ་ལོག་རྒྱག་ཡག་དུ་པའི་ཡག་ཤོས་དེ་རེད་དེ་གསུངས་བ་རེད། དེ་ཡག་ཤོས་ཡིན་པ་དེ་ག་རེ་རེད་ཟེར་ཏེ་དེ་ཞིང་ཁ་ལ་ཕན་ཆེ་ཤོས་དེ་རེད། ག་རེ་རེད་ཟེར་དེ་གང་ལ་ང་ཚོ་སྐྱིད་ཁ་དང་པོ་དེ་ནས་བཞིན་ཁར་མོ་ས་བོན་བཏབ་ཨ་ནི་དབྱར་ཁ་ཉི་ཁུ་དང་དེ་ནས་དེ་སྡོང་པོ་ཚང་མ་བསྐྱེད་དེ་ནས་སྟོན་ཁ་ཚང་མ་དེ་དེ་ནས་ཡར་འབྲུ་དེ་ཚོ་ཚང་མ་ཡར་བསྡུ་ནས་དེ་ནས་བྱས་དེ་གང་ལ་ད་མུ་གེ་བཞིན་ཁ་ནང་ལོགས་ལ་རྩ་དང་ཅིག་སྔོ་དང་དེ་ནས་མང་པོ་ཅིག་བསྐྱེད་ནས་ལྷག་དེ་རུ་དེ་ཚོ་ཚང་མ་ལོགས་བརྒྱབ་ནས་དེ་ནས་བྱས་ནས་ས་འོག་ལ་འདི་རེ་ནམ་ནེམ་བཞག་དེ་གང་ལ་ད་ད་ད་དེ་འདུག

རྗེས་ཐམས་ཅད་ཀྱི་ནང་ན་བ་ལང་གི་རྗེས་མཆོག་གོ། འདི་ལྟ་སྐབས་ཀྱི་བ་ལང་ཟེར་ཡ་དེ་གཙོ་བོ་དེ་ག་རེ་ལ་གོ་དགོས་རེད་ཟེར་ཏེ་ང་ཚོ་གི་བ་བཅུ་དང་ལང་གོ་དེ་ཙམ་ལ་གོ་གི་མ་རེད། ད་ལམ་རིམ་གྱི་ཁྲིད་མང་པོ་གི་ནང་ལོགས་ལ་འདི་རྗེས་ཐམས་ཅད་ཀྱི་ནང་ནས་བ་ལང་མཆོག་རེད་ཟེར་བ་ལང་འདི་ག་རེ་ལ་གོ་དགོས་གོ་རེད་ཟེར་ཏེ་ག་ན་བ་ལང་པོ་ཆེ་ལ་གོ་དགོས་གོ་རེད། གླང་པོ་ཆེ་ལ་ཀོ་ཀོ་རེད། ད་གླང་པོ་ཆེ་ལ་ཀོ་ཀོ་ཡིན་སོང་ཙང་གླང་པོ་ཆེ་ག་རེ་རེད་ཟེར་དུས་གང་འདི་སྐབས་ཀྱི་གླང་པོ་ཆེ་གི་ལྗིད་ཟེར་དུས་གང་ལ་གླང་པོ་ཆེ་གི་རྐང་པ་ལག་པ་གི་ལྗིད་རྐྱང་པ་ལ་ཟེར་གི་ཡོད་མ་རེད་དེ། འདི་ག་རེ་ལ་བོ་རེད་ཟེར་དུས་གང་ལ་དཔེར་ན་གླང་པོ་ཆེ་ད་རྣམ་པ་ཚོ་ཚང་མས་གླང་པོ་ཆེ་འདི་ཚང་མས་འདི་འདི་ཤེས་གི་ཡོད་རེད་བ། ད་གླང་པོ་ཆེ་དང་སེམས་ཅན་ཧ་ཅང་གི་སྟོབས་ཆེན་པོ་དང་ཁོའི་རྐང་པ་ལག་པ་དེ་ཚོ་བ་ཆེན་པོ་ཡིན་སོང་གླང་པོ་ཆེ་དང་ཀ་བ་འགྲོ་བ་ཡིན་ན།

ཁོ་ག་བ་འགྲོ་བ་ཡིན་ན་དེ་གི་འགྲོ་ལམ་དེ་ཧ་ཅང་ཅང་གི་རྒྱ་ཆེན་པོ་སུ་ཆགས་འགྲོ་གི་ཡོད་རེད། འོ་དེ་ཡང་དཔེ་གཅིག་གསུང་གི་རེད། ད་དེ་དཔེ་གཉིས་པོ་དེ་གི་དོན་ལ་ཡ་ཚི་ག་ཁུ་ཡང་དུ་ག་ན་ག་རེ་རེད་ཟེ་དེ་འདི་ནང་ལ་འདུག་འདུ་ཤེས་ཐམས་ཅད་གི་ནང་ན་ཡང་ཟེ་མི་རྟག་པ་དང་འཆི་བའི་འདུ་ཤེས་མཆོག་ཡིན་ཏེ་བྱས་ཙང་ད་འདུ་ཤེས་ཚང་མ་གི་ནང་ལོག་ནི་མི་རྟག་པ་ཡིན་པ་འདུ་ཤེས་པའི་འདུ་ཤེས་དེ་དོན་དག་གི་གང་ལ་ཞུ་ཚ་ཡིན་པ

ག་རེ་བྱས་ནས་ཨེ་སི་ཏི་ཁང་ལ་དག་གིས་ནང་བཞིན་བྱས་ནས་དཔེར་ན་སྟོན་ཀ་ལོག་ཏུ་པས་མཆོག་ཏུ་གྱུར་པ་བཞིན་ག་ལ་ཕན་ཤོད་དང་ཕྱིས་སུ་ལོ་ཏོག་ལ་སོགས་རྩི་ཤིང་ལོ་ཏོག་ལ་སོགས་པ་ཚང་མ་ཁོ་ལུས་ཡག་པོ་ཆགས་འགྲོ་དགོས་གསུངས་སོ་རྩི་ཤིང་ལོ་ཏོག་ལ་སོགས་པ་ཡག་པོ་སྐྱེ་གི་ཡོད་པ་དང་གླང་ཆེན་བར་འགྲོ་བའི་ཤུར་ལས་ཡ་ཨི་ནི་ལམ་གང་འགྲོ་འོ་རྒྱ་ཆེན་པོ་བཟོ་བཞག་ཡོད་སོང་དེའི་རྗེས་རྗེས་ལ་ང་ཚོ་ད་སེམས་ཅན་ག་འདྲ་ཅིག་འགྲོ་བ་ཡིན་ན་ཁོ་འགྲོ་ལམ་དུ་བདེ་མོ་འོ་དེ་ནས་ཆགས་འགྲོ་བ་དེ་ནང་བཞིན་གྱི་སོ་སོ་གི་དེ་ནས་འདུས་བྱས་ཀྱི་ཆོས་ག་འདྲ་ཅིག་ཡིན་པ་ཡིན་ན་དེ་དང་དེ་མི་རྟག་པ་ཡིན་པ་དང་ཧ་གོ་བ་ཡིན་ན། འདིར་མི་རྟག་པ་རེད། དེ་སོ་སོ་གི་ཡག་པོ་ཅི་ཧ་གོ་བ་ཡིན། ད་དེ་ལ་བརྟེན་ནས་སོ་སོ་ལ་གནས་སྐབས་དང་མཐར་ཐུག་གི་མདོ་དོན་མང་པོ་ཞིག་དང་བདེ་བ་མང་པོ་ཞིག་ཡོང་གི་རེད་ཉམས་ལེན་ག་གནས་ག་ཚང་མ་དུ་དོན་ད་ག་རེ་རེད་ཟེར་དུས་མི་རྟག་པ་ལ་འདུ་ཤེས་པའི་འདུ་ཤེས་ཡག་པོ་ཅིག་ཡོད་པ་ཡིན་དེ་ལ་བརྟེན་ནས་ད་ཉམས་ལེན་དང་སྐྱབས་འགྲོ་དང་སྙིང་རྗེ་དང་ད་ཅིག་སྟོང་པ་ཉིད་རྟོགས་པ་དང་ལ་སོགས་པ་འོ་དེ་འདྲ་གི་ལམ་ཉམས་ལེན་གི་རིམ་པ་ཚང་མ་ཡང་དེ་ལ་བརྟེན་ནས་ཡོང་གི་ཡོད་རེད། འོན་ཏེ། འོ་དེ་འདྲའི། ཁོ། ད་འདི་ནས་སྐབས་ལ་ང་རོ་ཚོ། ག་རེ། སྐྱབས་འགྲོ་དང་ལེམ་བྲེ་འདྲ་བོ་ཅིག་ཆོས་ཁས་ལེན་ཉེན་ཅིག་ཡིན་པ་ཡིན་ན་ཡང་ཁ་ཙམ་ཚིག་ཙམ་མ་གཏོགས་སེམས་གཏིང་ནས་ཡོང་མི་ཐུབ་པ་དང་གཙོ་བོ་དེ་ག་རེ། འདི་གང། མི་རྟག་པ་ཡིན་པ་ཧ་མ་གོ་འཆི་བ་མི་རྟག་པ་དང་མི་རྟག་པའི་གནས་སྟངས་དང་ཡག་པོ་ཅིག་ཧ་མ་གོ་བའི་ཐོག་ནས། ཨ་ནི་སོ་སོ་ཅིག་དེ་འདྲའི་འདྲ་བོ་ཅིག་ལམ་ལུགས་སོགས་འདྲ་བོ་ཅིག་ཡིན་པའི་བཟོ་འདྲ་བོ། སོ་སོ་གི་ཅིག་འོ་དེ་འདྲ་གི་ཅིག། ག་རེ་རེད་ཟེར་དེ་གང་ལ་ཡ་གཅིག་གཡམ་རྒྱུག་འགྲོ་བ་དང་གཞན་གི་གཅིག་ལ་ཡ་ད་ག་རང་གི་རྗེས་ལ་འཇུག་ནས་དེ་འདྲས་ཅིག་མ་གཏོགས་ང་ཚོ་ཞི་དྲག་སྤི་དག་པོ་ཅིག་ཡོང་མི་ཐབས་བ་ད་གཙོ་བོ་ད་ག་རེ་བྱས་རེད་ཟེར་དེ་གང་ལ་བྱས་ཙང་དེ་ནས་ག་རེ་རེད་ཟེར་དེ་གང་ལ་མི་རྟག་པ་ཡིན་པ་ཧ་མ་གོ་བའི་རྒྱུ་མཚན་རེད་འོ་དེ་མི་རྟག་པ་ཡིན་པ་ད་ཧ་གོ་སོང་པ་ཡིན་ན་ད་ཉམས་ལེན་གཞན་ཐམས་ཅད་དེ་ལ་བརྟེན་ནས་རང་གི་ངང་གིས་སྐྱེ་གི་རེད་འོ་དེ།

ད་ང་རོ་ཚོ་གི་གྱི་གི་བསམ་བློ་ངན་པ་དང། སོ་སོ་གི་ལུས་ངག་ཡིད་གསུམ་གི་སྐྱོ་ལམ་དུ་འགྱུར་བ་ཅིག་བཏང་ནས་བཟང་ཕྱོགས་ལ་འགྱུར་བ་ཅིག་བཏང་ན་མི་ཚེ་གི་ནང་ལོགས་ལ་ཡིན་ན་བདེ་སྐྱིད་རེད་བ། ད་འདི་གནས་སྐབས་ལ་ང་རོ་ཚོ་ལ་ཡ་སྐྱིད་དང་སྒེར་མང་པོ་ཅིག་ལ་ཉོག་དྲ་མང་པོ་ཅིག་བྱུང་གི་ཡོད་པ་དང་གཙོ་དེ་ག་རེ་རེད་ཟེར་དེ་གང་སོ་སོ་ལུས་ངག་ཡིད་གསུམ་གི་སྐྱོ་ལམ་དེ་འགྱུར་བ་བཏང་མ་ཐུབ་པ། ད་ག་ནང་བཞིན་གི་བསམ་བློ་ངན་པ་དེ་ཤུགས་ཆུང་རེ་བཏང་མ་ཐུབ་པའི་དབང་གིས། ང་ཚོ་སྐྱེར་སྒེར་མང་པོ་ཞིག་ལ་དཀའ་ངལ་ཡོང་གི་ཡོད་པ་དེ་དེ་ལ་བརྟེན་ནས་ཡོང་གི་ཡོད་རེད། རེད་བ་ཡ། ང་རོ་ཚོ་རང་རོ་སོ་སོ་གི་བསམ་བློ་སྡིག་ཅག་དེ་བལྟས་ཚེ་ཤུགས་ཆང་རུལ་འགྲོ་ཡ་དང། ཨ་ནི་སོ་སོ་གི་ལུས་ངག་ཡིད་གསུམ་གི་སྐྱོ་ལམ་དུ་བཟང་ཕྱོགས་ལ་འགྱུར་བ་འགྲོ་ཡ་ཅིག་འགྱུར་བ་ཅིག་ཡོང་བ་ལ་བཙན་བཙན་དབང་དང་ནི་ཁྱེད་རང་དེ་ནི་དེ་འདི་སྐད་ཆ་དེ་འདི་བཤད་ཆོག་གི་མ་རེད་སྐད་ཆ་སྡིག་ཅག་བཤད་ཆོག་སྐད་ཆ་ཡག་པོ་རྐྱང་རྐྱང་བཤད་དགོས་རེད་ཁྱེད་རང་ལུས་ཀྱི་རྣམ་འགྱུར་བསྟན་སྟངས་འདི་ཡག་པོ་བྱེད་དགོས་རེད་དེ་མ་བྱས་ན་ཁྲིམས་གཏང་གི་ཡིད་ལབ་ན་ཁག་པོ་ཞེ་དྲག་རེད། བསམ་བློ་ཡག་པོ་བཏང་དགོས་རེད་བསམ་བློ་མ་བཏང་ན་དེ་ནི་དཔེ་ཆེ་བ་རྒྱབ་ཀྱི་ཡིན་ཅིང་དེ་ནི་བྱས་པ་ཡིན་ན་དེ་ཚོ་ཧ་ཅང་གི་ཁག་པོ་རེད་གནས་སྐབས་གནས་སྐབས་ཀྱི་ཐོག་ནས་ལུས་དང་ངག་གཉིས་ལ་ཡང་བལྟས་ཚེ་བལྟས་ཚེ་སྟངས་འཛིན་བྱེད་ཐུབ་ཀྱི་རེད་ཁྲིམས་དང་དེ་ནི་གི་ཐོག་ནས་ཡིན་ན་ང་ཚོས་ནང་གི་བསམ་བློ་གི་དེ་ནི་བསམ་བློ་བཏང་ཕྱོགས་ལ་དུས་ནམ་ཡང་དེ་ནི་ཁྲིམས་གི་ཐོག་ནས་འགྱུར་བ་བཏང་ཡ་ཡོད་མ་རེད་དེ། ད་འོ་ན་དེ་འགྱུར་བ་བཏང་བའི་ཐབས་ལམ་དུ་ག་རེ་ཡོད་རེད་ཅེ་ན་སོ་སོ་སོ་སོ་གི་ནང་གི་བསམ་བློ་ལ་འགྱུར་བ་བཏང་ནས། དེ་གི་ཐོག་ནས་འགྱུར་བ་ཅིག་འགྲོ་དགོས། དེ་གི་ཐོག་ནས་འགྱུར་བ་འགྲོ་ན་འགྱུར་བ་སྤུས་དག་པོ་འགྲོ་དགོས་རེད། ད་ག་ཚེ་ང་རང་ཚོ་ཞིག་མ་ཡིན་ཡིན་མདོག་མདོག་བྱས་ནས་དེ་འདྲའི་གི་ཅིག་འགྱུར་བ་འགྲོ་དགོས་ཡོད་མདོག་མདོག་མདོག་བྱས་ནས་དེ་འདྲ་བྱས་པ་ཡིན་ན་གལ་གོ་ཅིག་ལྟ་བརྟན་པོ་ཡོད་མ་རེད། འོ་དེ་འདྲ་ཅིག་ཡིན་སོང་ཙང། བྱས་ཙང་སོ་སོ་མི་རྟག་པའི་སྐོར་ལ་བསམ་བློ་དང་འཆི་བ་མི་རྟག་པའི་སྐོར་ལ་བསམ་བློ་བཏང་བ་ཡིན་ན་ད་ཧ་ཅང་གི་སྔོན་ནས་དྲགས་ནས་སོ་སོ་གི་ལུས་ངག་ཡིད་གསུམ་གི་སྐྱོ་ལམ་གྱི་སྟངས་དང་བསམ་བློ་ངན་པ་གི་རིགས་དུ་ཚོལ་ཡོད་ན་ཡང་འོ་དེ་ནི་སྤུས་དག་པོ་ཅིག་ཨོ་དེ་ནི་མེད་པ་བཟོ་ཐུབ་ཀྱི་རེད། དེས་ཟེར་རྒྱུ་རེད། དགེ་ལེགས་ཐམས་ཅད་ཅིག་ཆར་དུ་འགྲུབ་པར་འཇུག་པ་ལ་ཨོ་དེ་ནི་སྒྲུབ་པ་ལ་འཇུག་པའི་སྒོ་ཆེན་པོར་གྱུར་པ་ལ་སོགས་པས་ཀྱང་བསྔགས་པའོ། འཇུག་སྒོ་ཟེར་དུས་དཔེར་ན་ང་ཚོ་ཁང་པ་ཞིག་གི་ནང་ལོགས་ཡར་འགྲོ་དགོས་ན་དང་པོ་སྒོ་གི་ནང་ལ་ཡར་འཛུལ་ནས་འགྲོ་དགོས་ཀྱི་འདུག། དེ་ནང་བཞིན་གྱི་ང་ཚོ་ཉམས་ལེན་ག་རེ་ཅིག་ཡིན་པ་ཡིན་ན་ཡང། སོ་སོ་ལས་ཅིག་བདེ་པོ་དང་སྐྱིད་པོ་དང་ཏིང་ཏིང་ཅིག་འདོགས་ཀྱི་ཡོད་པ་ཡིན་ན་སྡིགས་མོར་སེལ་དགོས་ཀྱི་ཡོད་པ་ཡིན་ན་ངེས་པར་དུ། མི་རྟག་པའི་སྐོར་ལ་སློབ་སྦྱོང་དང་ཉམས་ལེན་བྱེད་དགོས་ཀྱི་ཡོད་རེད། དེར་དང་དེ་ལ་སློབ་སྦྱོང་དང་ཉམས་ལེན་ཅིག་བྱས་པ་ཡིན་ན། ད་དངོས་གནས་སྤྲོ་ནས་བདེ་བ་ཐམས་ཅད་འབྱུང་གནས་ཀྱི་སྒོ་ནང་བཞིན་ཆགས་ཀྱི་རེད། སྡིགས་མོར་ཚང་མ་དེ་དེ་ལ་བརྟེན་ནས་སེལ་ཐུབ་ཀྱི་རེད། ཨོ་ཡ་དེ་དེ་འདྲའི་ཅིག་གསུངས། ད་དེའི་འོག་ཏུ་ལ་ཡང་མི་རྟག་པའི་ཚོམས་ཀྱི་ནང་ལོགས་ལ། ཨ་མི་རྟག་པའི་ཚོམ་གྱི་ནང་ལོགས་ལ་ག་རེ་འདུག་ཟེར་དེ་གང་ལ་བལྟས། ཀྱེ་མ་འདུས་བྱས་རྣམས་མི་རྟག་ཟེར། ཀྱེ་མ་ཟེར་ན་སྔ་ཚོད་ཅིག་བལྟས་ཚེ་སོ་སོ་ཉམ་ང་བའི་ཚིག་རེད། སོ་སོ་ཅིག་ཅིག་གཞན་སྣང་ཡང་ན་སོ་སོ་ཉམ་ཐག་པ་དེ་འདྲི་གི་སྐབས་ལ་ཡང་ཅིག་ཡ་འབོད་པ་སོ་སོ་གི་ཅིག་སོ་སོ་ལས་ཅིག་གང་མ་ལ་ཡ་འབོད་པའི་ཚིག། འོ་དེ་ཁྱེད་མ། འདུས་བྱས་རྣམས་མི་རྟག། ད་འདུས་བྱས་ཟེར་དེ་གང་ལ་ག་རེ་རེད་ཟེར་དེ་གང་ལ་ང་ཚོ་ནམ་མཁའི་སྐྱེ་འགག་གནས་གསུམ་རུང་བ་འདུས་བྱས། རྒྱུ་སྐྱེས་ཀྱི་རྒྱུ་རྐྱེན་མང་པོ་ཞིག་རྒྱུ་དང་རྐྱེན་མང་པོ་ཞིག་གིས་འདུས་བྱས་པའི་ཆ་ནས་འདུས་བྱས་ཟེར་གི་འདུག་ཨ། འོ། དེ་འདྲ་གི་འདུས་བྱས་ཀྱི་རིགས་ཚང་མ་དང་མི་རྟག་པ་རེད། ད་རྣམ་པ་ཚོ་དེ་ལ་ཡང་དེ་ནི་ཡང་འདི་འདྲི་གཅིག་གོ་དགོས་ཡ་དེ་དཔེ་གལ་ཆེན་པོ་རེད་ཤག། དཔེར་ན། ཨོ་ཡ་ད།

མི་རྟག་པ། དངོས་པོ། འདུས་བྱས། བྱས་པ། དེ་ཚོ་དོན་གཅིག་རེད། གཅིག་པ་རེད། ཁོ་ག་རེ་རེད་ཟེར་དེ་ག་ལ་མི་རྟག་པ་ཟེར་དེ་ག་ལ་ཁོ་འགྱུར་བ་འགྲོ་བའི་ཆ་ནི་བརྟན་པོ་མེད་པ་འགྱུར་བ་འགྲོ་བའི་ཆ་དཔེར་ན་ཅིག་ཆག་འགྲོ་ཡ་གཉིས་འགྲོ་ཡ་འཐོར་འགྲོ་ཡ་ད་ཁམས་པ་ཡིན་ན་པ་ཡང་ཡར་ལངས་དེ་ག་ལ་པ་རིག་པ་རིག་དེ་གཉིས་པ་ཆ་ནི་མ་འཐོར་འགྲོ་ཡ་ཅོག་ཙེ་ཡིན་ན་ཆག་འགྲོ་ཡ་ལ་སོགས་པ་དེ་འདྲའི་དོགས་འོ་དེ་ཚོ་ཚང་མ་ག་རེ་རེད་ཟེར་མི་རྟག་པ་རེད། ད་འདིར་དངོས་པོའོ་ཟེར་དེ་གང་ལ། རང་གི་འབྲས་བུ་སྐྱེ་བའི་དོན་བྱེད་པའི་ཆ་ནས་དངོས་པོའོ། འདི་འདུས་བྱས་ཟེར་དེ་གང་ལ་ག་ར་ཟེར་རྒྱུ་དང་རྐྱེན་མང་པོ་ཞིག་ཚོགས་པ་ལ་བརྟེན་ནས་འདི་ནི་ཁོ་སྐྱེ་གི་ཡོད་གསུངས་ན་འདུས་བྱས་པ། ཡང་ན་སྐྱེ་འགག next hit རུང་བ་འདུས་བྱས། འདི་བྱས་པ་ཟེར་དེ་གང་ལ་རང་རང་གི་རྒྱུ་རྐྱེན་ལ་བརྟེན་ནས་བྱུང་གི་ཡོད་གསུངས་ས་བྱས་པ། འོ་འདི་འདྲའི་ཆིག་མ་དང་འདི་ཚོ་གཞི་དང་དོན་གཅིག་རེད། འོ་དེ། དེ་དེ་དོན་ཅི་ཡིན་པ་དེ་ཧ་གོ་སོང་པ་ཡིན་ན་ག་རེ་ཟེར་ནས་མི་རྟག་པ་ཟེར་དུས་ག་ལ་ནི་དངོས་པོ་དང་འདུས་བྱས་དང་དེ་ནས་ད་འདི་ཚོ་ལ་དབྱེ་བ་ཡིན་ན་ག་རེ་རེད་ཟེར་དུས་ག་ལ་གཟུགས་ཅན་གྱི་ཆ་གཅིག་ཤེས་པའི་ཆ་གཅིག་བདེན་མེད་འདུ་བྱེད་ཀྱི་ཆ་གཅིག་འོ་དེ་འདྲའི་གི་གསུམ་ཡོང་གི་ཡོད་རེད། ཡ་ད་དེ་རེད་རྒྱན་མ་འདུས་བྱས་རྣམས་མི་རྟག་ཟེར། སྐྱེ་ཞིང་འཇིག་པའི་ཆོས་ཅན་ཡིན། ད་སྐྱེ་འཇིག་གི་རང་བཞིན་རེད། གོ། ག་རེ་ཟེར་རྒྱུ་རྐྱེན་ཚོགས་པའི་གནས་སྐབས་ལ་སྐྱེ་ཡོང་དགོས་རེད། ཨ་ནི་དེ་ནི་གོ་ག་རེད་ཟེར་ན་སྐྱེ་བ་ད་ག་རང་གོ་འགགས་པའི་རང་བཞིན་དུ་གྲུབ་པ་རེད། སྐྱེ་ཞིང་འཇིག་པའི་ཆོས་ཅན་ཡིན། གོ་སྐྱེ་སྐྱེ་བ་དང་གནས་པ་དང་འཇིག་པ་གོ་འདི་འདྲ་གི་རང་བཞིན་གཅིག་རེད། སྐྱེས་ནས་འཇིག་པར་འགྱུར་བ་དེ་འདི་སྐྱེས་ནས་འཇིག་པར་འགྱུར་བ་ཟེར་ཏེ་རིམ་པ་གསུངས་གོ་མ་རེད། སྐྱེ་བ་ད་ག་རང། སྒོ་རྒྱུ་རྐྱེན་ལ་བརྟེན་ནས་སྐྱེ་བ་དག་རང་གི་འཇིག་པའི་ངོ་བོར་གྲུབ་ཚར་རེད། འོན་ཏེ། དེ་དག་ཉེ་བར་ཞི་བ་བདེ། ད་དེ་འདྲའི་གུས་པས་ཅིག་དཀར་ཚ་སྐྱེ་འགག་གི་རང་བཞིན་ཅིག་མེད་པ་ཡིན་ན་ད་དོན་དག་ང་ཚོ་ལས་དང་ཉོན་མོངས་པའི་དབང་གིས། སྐྱེ་བ་དང་རྒ་བ་ན་བ་འཆི་བ་ལ་སོགས་པ་དེ་མེད་པ་ཡིན་ན། དེ་གཙང་མ་གཙང་རྐྱང་མེད་པ་ཆགས་སོང་ན་དེ་ལས་ཡང་བདེ་བ། ཉེ་བར་ཞི་བ་དེ་དངོས་གནས་བདེ་བ་དངོས་གནས་དེ་རེད་བདེ་བ་རྣལ་མ་དེ་རེད་བདེ་བ་དངོས་གནས་དེ་རེད།

ད་ཡིན་ན་ཡང་ད་ལྟ་ང་ཚོ་དེའི་སྐོར་ལ་ཡང་ཅིག་བསྡུས་བསྡུས་ཅིག་ཞུས་པ་ཡིན་ན་ཁོ་རང་གི་མི་རྟག་པའི་སྐོར་ལ་བསམ་བློ་བཏང་གི་ཡོད། ཡིན་ན་ང་ཚོ་འཚོ་བའི་ནང་ལོགས་ལ་ག་རེ་རེད་ཟེར་དུས་གང་ལ་ཡང་ཉི་མ་རེ་རེ་གི་འཚོ་བའི་ནང་ལ་ལུས་ངག་ཡིད་གསུམ་དེ་གི་སྤྱོད་ལམ་གི་སྟངས་ཀྱི་ཆ་ནས་ད་མི་རྟག་པའི་སྐོར་ལ་ཡང་བསམ་བློ་ག་རེ་ཅིག་བཏང་ཁུག་གི་ཡོད་རེད་ཟེར་ད་དོན་དག་དེ་འདྲ་ཅིག་ཡོད་ས་རེད། ད་དེ་ལ་ཡང་ང་ཚོ་བསམ་བློ་ག་རེ་བཏང་ཁུག་གི་འདུག།

རྒྱས་དགུ་བཅུ་བཞི་ལ་ང་ཚོ་ཐིག་འོང་དེ་གང་ལ་ཡང་དེ་ནས་གཟུགས་པོ་ལ་འགྱུར་བ་འགྲོ་གི་ཡོད་པ་དེ་ཧ་གོ་གི་འདུག་ད་ནི་སོ་སོ་གི་བསམ་བློ་རེད་བསམ་བློ་བག་རིག་བག་རིག་དེ་ནི་ཆགས་པའི་དབང་དུ་སོང་བག་རིག་བག་རིག་སྡང་བའི་དབང་དུ་སོང་བག་རིག་བག་རིག་ངར་རྒྱར་ཕྲག་དོག་འགྲན་སེམས་ཡང་བག་རིག་བག་རིག་ཅིག་བསམ་བློ་བཟང་པོ་སྤྱན་པ་དང་སྙིང་རྗེ་ལ་སོགས་པ་དེ་འདྲའི་འགྲོ་འདྲ་མི་འདྲ་གི་ངོ་བོ་འགྲོ་བྱ་སྟེ་གཙོ་བོ་དེ་ཡིད་ཀྱི་སྒོ་ནས་དཀར་ཟ་ཡིད་དེ་ཁོ་མི་རྟག་པ་ཡིན་པ་དེ་ཚོ་ལ་དེ་ནི་ཧ་གོ་རེད་ཟེར། བ་རི་བ་རི་སེམས་ལ་ཡང་སྐྱོ་བ་ཞིག་པོ་ལེ་བ་རི་བ་རི་སེམས་ལ་ཡང་ཅི་དགའ་སྤྲོ་འགྲོ་བ་ཞིག་པོ་ཅིག་སྐྱེས་བསྡད་ཡ་འོ་འདི་འདྲའི་དུས་ཚོད་ཚང་མ་དེ་ཁོ་ལུས་ངག་ཡིད་གསུམ་དེ་ཀ་མི་རྟག་པ་ཡིན་པ་དེ་ཁོ་རང་རང་དངོས་པོ་གནས་སྟངས་ཀྱི་མི་རྟག་པ་ཡིན་པ་དེ་དེ་འདྲི་ཅིག་ལ་བསམ་བློ་བཏང་དགོས་བོ་རེད། ད་སོ་སོ་སོ་སོ་དེ་ཚོ་སོ་སོ་གི་ཉམས་ལེན་ནང་ལ་ཚུད་རྒྱ་རུང་བ་འདི་གང་ལ་ག་རེ་ཡོད་རེད་ཅེ་དེ་གང། ད་སྔར་སུ་གཅིག་སོ་སོ་གི་རྐང་བཀའ་རྒྱ་ཞེས་པ་དེ་ཡང་གཅིག་དངོས་གནས་དྲང་གཅིག་པ་དེ་འདྲི་གི་གཅིག་འགྱུར་བ་མེད་པའི་གཅིག་བཀའ་ཆད་ཅིག་ཡིན་པ་དང། རྣམ་འགྱུར་གྱི་སྟངས་ཡིན་ན་རེད་བསམ་བློ་བཏང་སྟངས་སོ་སོ་གི་དཔེ་དེ་འདྲི་དེ་ཚོ་ཚང་མ་དེ་གཅིག་བརྟན་པོ་དང་གཅིག་འགྱུར་བ་མེད་པ་འགྲོ་གཅིག་བསམ་བློ་བཏང་བཞག་པ་ཡིན་ན། དེ་ལ་དེ་ནི་དེ་སྤྱི་ཚོགས་ནང་ལོགས་ལ་ཡི་དཔེར་ན་ང་ཚོ་ལས་ཁུངས་གཅིག་གི་ནང་ལོགས་ལ་འགྲོ་བ་ཡིན་ན་སོ་སོ་གི་གཅིག་ཇེ་ལེགས་ཇེ་བཏང་དང་སོ་སོ་གི་དེ་ཚོ་ཚང་མ་ལ་ནོར་འཁྲུལ་མེད་པ་འགྲོ་གཅིག་དང་བརྟན་པོ་ཡིན་པ་འགྲོ་གཅིག་བསམ་བློ་བཏང་བཞག་པ་ཡིན་ན། དེ་སུ་གང་ལ་ཡང་མཐུན་གི་མ་རེད། རེ་བ་ཡ། རང་རང་སོ་སོ་གི་ཅིག་སྐད་ཅིག་ཅིག་ཤེས་པ་ཡིན་ན་ད་གི་ནང་བཞིན་གྱི་མི་རྟག་པ་ནང་བཞིན་གྱི་སྐར་ཙམ་མི་རྟག་པ་བསམ་བློ་བཏང་ཐུབ་པ་ཡིན་ན་རེད་རགས་པ་གི་ཐད་ནས་བསམ་བློ་བཏང་ཐུབ་པ་ཡིན་ན་ཨ་ལས་ད་ཅིག་སོ་སོ་གི་སྐད་ཅིག་དེ་འདྲི་ཅིག་ཤེས་ཡོད་རེད་ད་དེ་ནས་དེ་འདྲི་ཅིག་བསམ་གི་ཡོད་རེད་ད་སོ་སོ་གི་ལུས་ཀྱི་བཅའ་བ་བྱེད་བྱེད་སྟངས་དེ་འདྲི་ཅིག་ཅིག་ཅིག་བྱས་ན་དེ་ལ་ཡང་ནོར་འཁྲུལ་ཡོད་སྲིད་གི་རེད། འོ་དེ་འདྲའི་འདྲ་བོའི་བསམ་བློ་བཏང་ཐུབ་པ་ཡིན་ན་སོ་སོ་གི་ཅིག་གང་སྐད་ཆ་བཤད་ཡ་དང་བྱ་བ་བྱེད་ཡ་ལ་སོགས་པ་དང་བསམ་བློ་བཏང་ཡ་ལ་སོགས་པ་དེ་ཚོ་ལ་འཐེན་འཛིན་དེ་དེ་ཙམ་གྱི་ཤུགས་ཆེན་པོ་མེད་པ་ཆགས་འགྲོ་གི་རེད་བ། ཡང་འཐེན་འཛིན་མེད་པ་ཆགས་དགོས་ཀྱི་རེད་ཟེར་དུས་གང་ལ་སོ་སོ་ལ་ཡིད་ཆེས་བྱེད་དགོས་ཡོད་མ་རེད་ལ་འོས་མ་རེད་དེ། སོ་སོ་ལ་ཡིད་ཆེས་བྱེད་པ་དེ་དང་སོ་སོ་གི་དེ་བྱེད་ཐུབ་ཀྱི་རེད་བསམ་པའི་ཡིད་ཆེས་བྱེད་ཡ་དེ་དང་ཡང་ད་ལྟ་འདི་སྐབས་ལས་སོ་སོ་གི་ལུས་ངག་ཡིད་གསུམ་གྱི་བྱ་བ་བྱེད་སྟངས་དང་སྐད་ཆ་བཤད་སྟངས་ལ་འཐེན་འཛིན་ཞིག་ཆེན་པོ་བྱེད་ཟེར་ཡ་དེ་གཉིས་ལོག་ཁ་རེད་དེ། སོ་སོ་གཅིག་བྱས་ཡ་དེ་ཚོ་ཚང་མ་འཐེན་རྩིས་ཤིག་ཆེན་པོ་བྱས་ཟེར་དེ་ག་ལ་ངེས་དེ་ཡིན་ངེས་དེ་མ་གཏོགས་གཞན་དག་དེ་ཚོ་བདེན་པ་མ་རེད་ངེས་དེ་ངེས་པར་དུ་བདེན་པ་ཡིན་དགོས་ཀྱི་རེད་དེ་སྤྱི་ཚོགས་མི་སེམས་དང་དེ་ཁས་ལེན་དགོས་ཀྱི་རེད་ཁས་ལེན་ཐུབ་དགོས་ཀྱི་རེད་བསམ་པ་འགྲོ་བསམ་བློ་ཤུགས་ཆེན་པོ་ཞིག་ཡོང་གི་འདུག་འོ་དེ་རེད་དེ་འོ་དེ་ན་ཡག་པོ་མི་འདུག་ཨ་དེ། སུ་དང་སུ་ཡིན་པ་ཡིན་ན་ཡང་བཀའ་རྒྱ་བཤད་སྟངས་དང་བསམ་བློ་བཏང་སྟངས་ཀྱི་ཐོག་ལ་ཡང་ནོར་འཁྲུལ་ཡོང་སྲིད་ཀྱི་རེད་དེ། འོ་འདི་འདྲའི་བསམ་བློ་བཏང་ཐུབ་པ་ཡིན་ན་ཡང་ཁོ་ག་རེ་ཡིན་ན་ཅིག་སུ་ལ་ཡིན་ན་ཅིག་མཐུན་པོ་ཅིག་ཡོང་གི་མཐུན་པའི་ཆ་ཅིག་ཡོང་གི་རེད། འོ་ད་དེ་དེའི་སྐོར་ལ་ཡང་དེ་འདྲའི་ཅིག་བྱེད་རེད་བ།